རྣམ་པ་གླིང་གི་སྐུ་ཁམས་བཟང VOA ཨ་རིའི་རླུང་འཕྲིན་ཁང་གི་བཞུགས་སྒར་རྡ་རམ་ས་ལའི་ལས་ཁུངས་ནས་ཐེངས་འདིའི་ཀུན་གླེང་གི་ལེ་ཚན་འདི་གོ་སྒྲིག་ཞུ་གི་ཡོད། ང་ལེ་ཚན་གཙོ་སྐྱོང་བ་ཨུ་རྒྱན་བསྟན་འཛིན་ཡིན། ད་རེས་ང་ཚོས་ལེ་ཚན་འདིའི་ནང་ལ་ཡ་རྒྱལ་སྤྱིའི་བོད་དོན་གཞོན་སྐྱེས་ཀྱི་ཚོགས་ཆེན་དང་འབྲེལ་བའི་སྐོར་ལ་ཡ་དུ་བཀའ་བསྡུར་ཞུ་ཡ་ཡིན། ཨན་འདིའི་ནང་ལ་ཡ་བཀའ་མོལ་གནང་མཁན་འདི་ཨན་བུད་མེད་སྒྲིག་འཛུགས་ཀྱི་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་དང་ཨན་དྭགས་ནང་བཞིའི་དེ་ལ་ཡ་ད་ལྟ་ཨིན་ཡུལ་གྱི་བོད་དོན་དྭང་བླངས་ཞུ་གཏུག

བོད་དོན་གཞོན་སྐྱེས་ཀྱི་ཚོགས་ཆེན་འདིའི་ནང་ལ་ཡང་གཅིག་གི་ཁྱོན་ཟླ་གཅིག་ས་ཁུལ་མི་འདྲ་བ་ག་ཚོད་ཅིག་ནས་ཉམས་ཞུགས་གནང་མཁན་ཕེབས་ཡོད་རེད་ཨ་ནི་གྲངས་ག་ཚོད་ཅིག་ཞོག་རེད་རྒྱལ་ཁབ་ག་ཚོད་ཅིག་ནས་ཕེབས་ཡོད་རེད་ཨ་འདིའི་ཐོག་ལ་ཡང་ཟླ་གཅིག་འདིའི་ནང་ལ་ཡང་གཞོན་སྐྱེས་ཚོགས་འདུ་ཕེབས་མཁན་དེ་ཚོ་འདེམས་སྒྲུག་གནང་ཕྱོགས་ཡོད་རེད་འདི་ག་འདྲས་སུ་འདེམས་སྒྲུག་གནང་ཡོད་རེད། ཨ་ནི་ད་རིང་གི་རྒྱལ་སྤྱིའི་གི་གཞོན་སྐྱེས་ཚོགས་འདུ་འདིའི་ནང་ལ་ད་ཐེངས་མ་གཉིས་བ་དེ་ཆགས་བསྡད་ཀྱི་ཡོད་རེད་ཨ་ནི་ད་རིང་གི་ཐེངས་མ་གཉིས་བ་གི་ཚོགས་ཆེན་འདིའི་ནང་ལ་ཨ་ནི་གཞོན་སྐྱེས་ད་བརྒྱ་སྐོར་ཅིག་ཅིག་ཡོད་རེད་ཨ་ནི་ལུང་པ་ཁ་ཕྱོགས་གསུམ་ནས་ཆགས་འདུག་ཡོད་རེད་ཅེས་ཞུ་བ་ཡིན། ཨ་ནི་རྒྱ་སྒོར་གཅིག་ནང་ལོགས་ལ་ཨ་ནི་ད་ལྟ་ལུང་པ་ཁ་ཕྱོགས་གསུམ་ཡོད་བས་ཀྱི་ནང་ནས་ཨ་ནི་གཅིག་དེ་ད་ལྟ་བོད་མི་སྒྲིག་འཛུགས་ཀྱི་ཡང་སྲིད་ཞུ་བ་ཨ་ནི་ལོ་གསུམ་སོ་ལྔ་མ་ཐབས་ཅིག་ཡང་གཅིག་འདེམས་སྒྲུག་བྱེད་ཀྱི་ཡོད་རེད་ལྷན་ཁང་ཁག་ནས་གཅིག་གཅིག་འདེམས་སྒྲུག་བྱེད་བྱེད་ཚུལ་བཏང་བ་ཅིག་ཡོད་རེད་དེ་ཙམ་པ་ལ་གང་ཡིན་ཟེར་ན་བོད་མི་སྒྲིག་འཛུགས་ཀྱི་གོ་སྒྲིག་གཞོན་སྐྱེས་གོ་སྒྲིག། བ་ཨ་ནི་ལོ་ཆུང་བ་ཚོ་དང་ད་ལྟའི་ཀྱི་ཨ་ནི་ལུང་པ་ཁ་ཅོག་གསུམ་ནས་ཕེབས་པའི་ཀྱི་གཞུང་སྒེར་ནང་ལོགས་ལ་བར་སུ་ཡང་མཐུན་ལམ་ཡོང་བ་དང་འབྲེལ་ལམ་ཡོང་བའི་ཀྱི་དེའི་གནས་སྟངས་ཀྱི་ཨ་ནི་གཞུང་གི་ཡང་ལས་དོན་བྱེད་ཕྱོགས་ག་ལས་ཁོང་ཚོའི་ངོས་ནས་བར་སེ་བྱས་བྱས་དང་དེ་འབྲེལ་ཀྱི་ལས་དོན་བྱས་ཀྱི་བརྒྱུད་རིམ་འདི་ནང་ཆ་དེ་ཡོད་རེད་ཅེས་ཞུ་ཡ་ཡིན། ད་འདེམས་སྒྲུག་བྱེད་སྟངས་དེ་ད་རིང་གི་འདེམས་སྒྲུག་བྱེད་སྟངས་དེ་ཡིན་པ་ཡིན་ན་ཨ་ནི་དེ་སྔ་ད་ཡིན་ད་གཞོན་སྐྱེས་ཚོགས་ཆེན་ཚོགས་རེད་གཞོན་སྐྱེས་གཞོན་སྐྱེས་ཚོགས་ཆེན་ཚོགས་བའི་ཀྱི་བརྒྱུད་རིམ་ནང་ལོགས་ནས་ད་ད་ད་གཟོད་ས་གནས་ཀྱི་དང་བླངས་ཀྱི་དུས་ཞུ་གཏུག་གི་འབྲེལ་མཐུད་པ་བསྐོ་གཞག་བྱས་རྗེས་ལས་རིམ་ཅིག་བྱུང་ཡོད་རེད། བསྐོ་གཞག་བྱས་པའི་ཐོག་ནས་ད་ལྟའི་གི་ཚོགས་འདུ་དེའི་ནང་ལ་བཅར་མཁན་གྱི་ཚོགས་བཅར་བ་ད་ཆ་ཚང་འགྲོ་བ་ཞིག་ལ་འོས་རེད། འདི་དེ་ཨ་ནི་དང་བླངས་བོད་དོན་ཞུ་གཏུག་གི་སོ་སོའི་གི་ས་གནས་ཀྱི་འབྲེལ་མཐུད་པས་གི་སོ་སོའི་ས་གནས་ནང་ལོགས་ལ་ཨ་ནི་དང་བླངས་བོད་དོན་ཞུ་གཏུག་གི་ཨ་ནི་ཚོགས་མི། ཚོགས་མིའི་ནང་ནས་ཨ་ནི་ད་ལྟ་བདག་ཉིད་ཅང་མེད་བ། ཨ་ནི་ལས་དོན་བྱས་ཀྱི་ཡང་ལས་དོན་བྱེད་ཐུབ་ཉེས་ཀྱི་ཅིག་རེ་བ་སྐྱོན་གྱི་ཉེས་དང་ནམ་རྒྱུན་གནང་འདི་ཉེས་ཚུལ་ལ་ད་རིང་གོ་བ་ཕུལ་བས་རེད་ཅེས་བསྟི་ཞུ་ཡས་ཡིན།
ཨ་ནི་ངས་བཀའ་འདྲི་ཞུ་ཡས་ཅིག་དེ་ད་ལྟ་ཏཱ་ར་ལྷམ་ལ་ཁྱེད་རང་བཀའ་འདྲི་ཞུ་ཡས་དེ་དེ་ཁྱེད་རང་ད་ལྟ་འདི་བོད་དོན་དང་ལངས་ཞུ་འདུག་ལས་འགུལ་འདི་ནང་ལ་ཡང་ག་དུས་སུ་འཛུལ་ཞུགས་གནང་བས་འདིར་འཛུལ་ཞུགས་གནང་དགོས་ཡས་དེ་ཅིག་ཁྱེད་རང་གི་དམིགས་ཡུལ་དང་དགོས་པ་རྒྱུ་མཚན་ག་རི་ཐོག་ནས་འཛུལ་ཞུགས་གནང་བས། ཨ་ནི་འདི་ཅིག་འདི་ན་འཛུལ་ཞུགས་བྱས་ཀྱང་སེམས་འཁོར་འགྲོ་བྱེད་ལས་སྦྱོར་བ་ད་འདི་ང་འདི་དྭང་བླངས་ཞུགས་འདུག་འདི་ན་འཛུལ་འོག་ཏུ་ཟད་དེ་ག་འདྲའི་གྲོགས་ཤིག་ཐོག་མར་སྐྱེས་ཟེར། ང VTech མ་འཛུལ་ཉིན་ལ་ང་གཡུའི་བེ་རི་ཚོགས་པ་གི་རྒྱུན་ལས་ཅིག་ཡིན། ཨ་ནི་ང་ཞིང་གའི་འགན་འཛིན་དང་རིག་གཞུང་འགན་འཛིན་ཡིན། ཨ་ནི་ང་ཚོ་ཉིས་སྟོང་ཉིས་སྟག་གསུམ་ལ་སྤྱི་ཟླ་བཞི་པ་ལ་ང་ཚོ་དཔའ་མཐའི་ཚིག་སྐྱོང་ཕེབས་པ་རེད། ཨ་ནི VTech སྐོར་འགྲེལ་བཤད་རྒྱག་སོང། ཨ་ནི་དེ་དུས་ང་ཚོ་སྤྱི་ཟླ་བདུན་པ་དེ་དང་པོ་དེ་ང་ཚོ།

སྤྱི་ཚོགས་ནང་ལ་ཡང་ཕྱག་ལས་ག་རེ་གནང་མྱོང་རེད་ད་ག་ནང་བཞིན་ལྟ་ཅིག་ད་རིང་དྭང་བླངས་ཞུ་གཏུག་འདིའི་ནང་ལ་ཡང་འཛུལ་ཞུགས་གནང་ཡ་དེ་ལྟ་ཅིག་ག་འདྲེ་སེམས་ཁུར་འགྲོ་དེ་སླེ་ཡ་དེ་ག་འདྲེ་སླེ་ནང། ད་ང་དང་པོ་བིས་ཙའི་ནང་ལོ་འཛུལ་བའི་ཁོ་ར་སེམས་ཤུགས་འདི་ད་ཆུང་དུས་ནས་ཕ་མ་གི་བོད་གཞུང་བཀའ་དྲིན་ཆེན་པོ་ཡིན་པ་ད་ང་རང་འགྲོ་བཞིན་ན་སྐད་འབོད་འགྲོ་ད་ཚང་མ་ལ་ཅིག་འགྲོ་འགྲོ་བ་འགྲོ་བཞིན་ར་ཡིན་ནས་ད་བིས་ཙའི་དེ་ད་ཉིས་སྟོང་ཉི་ས་གཅིག་ལ་འགོ་ཚུགས་དུས་ཨ་ནི་ང་གོ་སྐབས་དེ་ལས་ཆེ་ཅིག་འདུག་ཨ་བསམས་སོ་ར་ནི་ཕེ་གེ་ལ་ད་ང་རང། སྐད། དེ་ཚོ་ཚང་མ་ཤིང་རྒྱུད་ཤིང་དུས། ད་ངེད་ཀྱིས་ཅིག་བྱེད་ཐུག་ས་རེད་འགྲོ་གྱི་ཡོད་ར་ཁ་ཅན་ད་ང་རང་ཚོ་ལོ་ཕྱེད་ཚང་མ་སྙིང་རྗེ་ད་ཕེ་ལ་སྐད། བྱ་ང་ད་འདི་ཚོ་གོ་སྐབས་རག་མེད་དུས་ནི། ད་ཨེ་འདྲ་རུ་སྡིངས་ཆ་འདི་ངས་ལེན་ན་ཨ་ནི་གཞོན་སྐྱེས་གཞན་པ་འདི་ཚོ་ལས་ཡང་སེམས་ཤུགས་འགྲོ་གྱི་ར། ཨེ་འདྲ་བཞིན་ད་ང་བི་ཚའི་ནང་ལོག་འཛུལ་བ་བྱས་ར་ཨ་ནི་ད་འདི་ཚོང་དུས་གཉིས་བ་དེ་ལ་ད་ང། ཚོང་དུས་དང་པོ་དེ་ལ་ང་ཡོང་ཚར་རེད་ད་བི་ཚའི་ཀོ་རནེ་ཏར་བྱས་ནས་ཡོང་ར། ད་གཉིས་བ་དེ་ལ་ནི་ད་ད་ལོ་ང་ཚོ་དགོན་ནས་ཀོ་རནེ་ཏར་འདི་ཚོ་རང་འདྲ་སྐྱེ་སྟངས་རེད་ཡང་ཅིག་གསར་བ་མི་ཚང་མ་གསར་བ་ཡིན་ན་ཡང་མཚམས་མཚམས།

པར་རེད་ཡ་ད་མ་འདྲ་བའི་ཁེ་བ་སྒྲོག་གི་ག་རེ་ཡོད་རེད། ད་ད་ལྟ་ཚོང་དོན་གྱི་ལས་དོན་བྱེད་ཕྱོགས་དང་འབྲེལ་བའི་ཐོག་ནས་ཁེ་བ་ག་ལ་གང་འཚམ་ཞིག་ཡོད་རེད། ཟླ་གཉིས་ང་ཚོས་ཀྱིས་དང་བླངས་འབུལ་སྟོན་ཞུས་འདུག་ལས་འགུལ་ད་ད་ལྟ་འདིའི་ཚོགས་ཆེན་འདི་འཚོ་བའི་བརྒྱུད་རིམ་ནང་ལོགས་ནས་དམིགས་ཡུལ་གཙོ་བོ་དེ་ག་རེ་ན། གཅིག་ཚང་མ་མཉམ་རུབ་ཐོག་ནས་ལས་ཀ་བྱེད་ཐུབ་འོས་ཀྱི། དེ་ཡོད་ཙམ་པ་ལ་ལས་བྱ་བང་བྲལ་གྱི་རྣམ་པ་ཅིག་ཤུགས་ཆེན་པོ་ཞིག་བཏོན་ཡོད་རེད། ཟླ་གཉིས་ཚོགས་འདུའི་ནང་ལོགས་ལ་གཙོ་བོ་དེ་ལས་བྱ་བང་བྲལ་དེ་རེད་སུས་ས་གནས་ལ་ཕྱིན་རྗེས་ལས་བྱ་ག་རེ་བྱས་ཡིན་པས་ཚང་མ་དོགས་འདྲི་བྱས་ཕྱག་ལས་ག་རེ་གནང་ཐུབ་ཀྱི་འདུག་དེ་གཅིག་རེད། ད་ད་རེས་ཚོགས་འདུ་དེ་ག་ནང་ན་ལས་འཆར་བང་བྲིས་མ་རེད། ལས་འཆར་བྱེད་པའི་སྐབས་སུ་ཨ་ནི་སོ་སོའི་ངོས་ནས་ཚགས་ཚུད་པོ་ག་རེ་བྱེད་ཐུབ་ཀྱི་རེད་བས། དེ་ཡོད་ཙམ་པ་ཟབ་ཁྲིད་གནང་ཡས་ཀྱི་ལེ་ཚན་འདི་ད་རེས་འདི་ཤུགས་ཆེན་པོ་ཞུ་ཞོར་རེད། ད་ཉིན་དེ་ལ་ཟབ་ཁྲིད་གནང་ཡས་ཡོད་མ་རེད་ད་ཉིན་དེ་ལ་སོ་སོ་བོད་པ་ཡིན། འགན་འདུག་ཨ་ནི་འགན་ཡོད་པའི་ཐོག་ནས་ང་ཚོ་ག་རེ་བྱེད་ཀྱི་ཡིན་པའི་བྱས་བྱས་བསམ་ཚུལ་བསྡུ་ལེན་བྱས་བྱས་ལས་འཆར་བྱས་དེ་འདྲས་འདིའི་བརྒྱུད་བྱས་བྱས་ཨ་ནི་ས་གནས་སོ་སོས་སོ་སོ་ལ་ཚོགས་འདུ་རིང་མོ་མང་པོ་ཚོགས་ཡས་རེད། ད་ད་རེས་ཚོགས་འདུ་དེ། ད་ལས་འཆར་བྱེད་ཀྱི་ཡོད་བས་ཀྱི་ངོ་བོ་ལ་བལྟས་བྱས་བྱས་ད་ལས་འཆར་ཚགས་ཚུད་པོ་ག་རེ་བྱེད་ཀྱི་ཡིན་པས། རྒྱུན་སྐྱོང་ག་རེ་བྱེད་ཀྱི་ཡིན་པས་གནད་འཁེལ་བ་ཞིག་ག་རེ་བྱེད་ཐུག་ས་རེད་དེའི་ཡུལ་དུ་བསམ་པ་ལ་ད་རིང་གི་ལས་འཆར་གྱི་ཚོགས་འདུའི་གི་སྒྲོམ་གཞི་ཁོ་རང་ཨ་ནི་ཟབ་ཁྲིད་ཀྱི་ངོ་བོའི་ཐོག་ནས་ལས་འཆར་ཤུགས་ཆེན་པོ་ཞིག་ཡོད་རེད་ད་ཟབ་ཁྲིད་ཀྱི་ངོ་བོ་དེ་གི་བོད་མི་སྒྲིག་འཛུགས་རང་གི་སུས་བསམ་བློ་བཏང་ནས་བཟོས་པ་ཞིག་རེད་བས་བྱས་ན་དེ་མ་རེད་ད་གཞོན་སྐྱེས་ཚོ་ལ་འབྲེལ་མཐུད་པ་ཚོ་ལ་སྐད་ཆ་དྲིས་བྱས་བྱས། ད་རིང་ཚོགས་འདུ་གནང་ལོ་ལ་ཨ་ཚོགས་འདུ་གི་ལས་འཆར་དེ་ག་འདྲས་བཟོས་ན་ཡག་པོ་འདོ། ཨ་དགོས་མཁོ་ག་རེ་འདོ། དགོས་མཁོ་དེ་ལ་དཔར་བའི་གེགས་ང་ཚོ་གི་ངོས་ནས་ག་རེ་སྒྲུབ་ཐུབ་ཀི་འདོ་ཞེས་བྱས་ད་རིང་འདི་དེ་བོད་མིའི་སྒྲིག་འཛུགས་ཀྱི་བསམ་བློ་གཅིག་དང་ཨ་ནི་ཚོགས་འདུའི་ཕི་གའི་འབྲེལ་མཐུད་པ་ཚོ་གི་དང་བླངས་འབྲེལ་མཐུད་པ་ཚོ་གི་བསམ་འཆར་བསྡུ་བཞག་པ་དེ་གཉིས་མོ་ཐོག་ནས་ཨ་འདི་རིང་གཅིག་བཟོས་ཡོད་རེད་ཅེས་འདི་ཞུ་འདོད་བྱུང་ད་ད་གིས་དཔེར་ན་སུ་བ་ན་ཞི་རེད། ད་ནི་ཀོང་སི་སྐྱོང་མཆོག་གི་བཀའ་ན་ཡང་བྱས་ན་ལོ་རེ་རེ་ལ་གཞོན་སྐྱེས་བརྒྱ་བརྒྱ་སྐོང་རོགས་སྐོང་དགོས་ཡོད་ཞེས་བཀའ་ཕེབས་ཡོད་རེད་ད་ད་ནི་དེ་དང་རྒྱ་སྒོ་གཅིག་ཡོད་རེད་ཡིན་ནའི་ཀྱེ་ཚང་མ་གསར་བ་གསར་རྐྱང་ཡིན་པ་ཡིན་ན་འདི་སྐྱིད་ལ་ཟམ་པ་འདི་ཅེས་གོ་ཡ་འདི་གཉའ་ཁག་ཆེན་པོ་མཐོང་གི་ཡོད་ཙང་པ་ཨན་ད་ནང་ང་རང་ཚོ་གི་འདི་ནས་ཕྱིར་ལས་ཁུངས་ནས་དང་བླངས་བོད་དོན་ཞུ་གཏུག་གི་སུད་སི་ས་གནས་ཀྱི་འབྲེལ་མཐུད་པ་འདི་ཡིན་གཅིག་མིན་གཅིག་བཅའ་དགོས་ཡོད། བཅའ་བ་དེ་འབྲེལ་མཐུད་པ་ཡིན་པའི་ངོ་བོ་ཐོག་ནས་དེ་སྔ་བཅའ་བ་དང་ད་ལྟ་བཅའ་མྱོང་མཁན་གཉིས་ཀྱི་པར་ར་ལ་ཟམ་པ་ཆེ་ཆེ་བྱས་མ་འོངས་པར་ལས་འཆར་བྱེད་དུས་ཟམ་པ་ལས་འཆར་ཚགས་ཚུད་པོ་ཡོང་ཡག་གི་དེ་བྱེད་ཡུལ་དུ་ཟམ་པ་འདིའི་ཐོག་ནས་བརྡ་འཕྲིན་དེ་མ་འདྲ་རྣམ་པ་མ་འདྲ་ཞིག་ཆགས་འདོད་ཡོད་རེད། ཏཱ་ར་ལམ་ལགས་ངས་ག་འདྲི་ཞུ་ཡ་དེ་ད་ཁྱེད་རང་ཕི་གའི་ད་ཅིག་ཨིན་ཡུལ་ནང་ལ་ཡ་ད་ད་དང་ལྷང་བོད་དོན་ཞུ་གཏུག་འབྲེལ་མཐུད་པ་འདུག་ཆ་དེ་ཡོད་དུས་ཁྱེད་རང་ངོས་ནས་ས་གནས་ལ་ཡ་ད་ཅིག་བོད་དོན་ཞུ་གཏུག་དང་འབྲེལ་བའི་ཐོག་ནས་ཨ་ནི་ལས་འགུལ་འདྲ་བོ་ལས་འཆར་འདྲ་བོ་ག་རེ་ག་རེ་བརྩམས་གནང་ཡོད་པས། འདི་འདྲའི་ལས་ཇུས་ལྟ་ཅིག་བརྩམས་པའི་སྐབས་ལ་ཡང་ལྟ་ཅིག་དཔོན་རིགས་ཐུག་ཡ་རེད་གནད་དོན་ཞུ་བའི་ཁ་ཐུག་ལ་ཡང་སོ་སོ་ལ་དཀའ་ངལ་འདི་འདྲའི་འཕྲད་པ་ཡོང་སྲིད་ཀྱི་རེད་ཡང་སྐབས་རེ་ཅིག་ཁོང་ནས་འདི་འདྲའི་ཞུ་གཏུག་བྱས་པའི་ཁར་སོ་སོ་བོད་པ་ཅིག་ཡིན་པའི་བསམ་པའི་ནས་སྤོབས་པ་དང་ཡང་སེམས་ཤུགས་འཕར་མ་སྐྱེ་ཡ་འདི་འདྲའི་གི་གནད་དོན་ཡོང་སྲིད་རེད་འདི་འདྲའི་ཁྱེད་རང་ལ་ཡང་ཅིག་ཉམས་མྱོང་འགྲོ་གར་བྱུང་སྲིད། དང་ང་རང་ཐང་མོ་ཉིད་ལ་བོད་རིགས་ཚོགས་པ་ནང་འཛོལ་གྱི་རང་ང་རང་བོད་ལ་ཅིག་ཆུ་བོ་གཏུག་གི་འཚོ་བ་གླེང་ནས་འདི་འཛུལ་བཞག་རེད།

འབྲེལ་མཐུད་གནང་བའི་ཁ་ཐུག་ལ་ཡང་སྐུ་ངལ་ག་རེ་འཕྲད་ཀྱི་འདུག་བས། ད་ནང་བཞིན་ཡང་ད་ལྟ་ཞུས་པ་ནང་བཞིན་ད་གོང་དུ་ཞུས་པ་ནང་བཞིན་ཡང་སྐབས་རེ་གཅིག་སོ་སོ་བོད་པ་སྦྱིན་པའི་ཆ་ནས་ཡང་སེམས་ཤུགས་འཕར་མ་སྐྱེ་ཡ་དེ་འདྲའི་གནད་དོན་ཁྱེད་རང་གིས་ད་ཅིག་ཕྱག་ལས་གནང་བའི་བརྒྱུད་ནས་ག་རེ་བྱུང་སོང། ང་ཚོ་སྦེལ་ཇམ་ལ་དཔེར་ན་ཤུགས་ཆེན་ཐོན་ན་ད་ང་ཚོ་ལས་རྒྱུ་གསུམ་ཟེར་བ་ཅིག་ཡོད་རེད།

ཨ་ནི་ལས་གཞི་ལ་ང་འདི་ཅིག་ག་འདྲི་ཤོག་བསམ་ཟིན་ད། ཀོང་སྲིད་སྐྱོང་གིས་ཁ་སང་གསུང་བཤད་ཞིག་གནང་ལ་ཡ། ད་ང་ཚོ་ད་ལྟ་འདི་དང་བླངས་བོད་དོན་ཞུ་གཏུག་གི་ལས་འགུལ་འདི་ད་ལོ་གན་ཞོན་མེད་པ་ཅིག་ཚང་མས་ཀྱིས་ད་ཅིག་འདི་མ་འོངས་པ་ལ་ཡ་ང་ཚོ་ད་ཅིག་མི་མང་གི་ལས་འགུལ་རང་གི་ངོ་བོ་ཅིག་ལ་འགྱུར་ཐུབ་ཡ people's movement འདི་འདྲ་ཅིག་ལ་འགྱུར་ཐུབ་ཡ་གི་འདི་དགོས་ཀྱི་རེད་བཤད་བྱེད་འདི་འདྲ་ཅིག་སོང་དེ་སོང་ཙང་འདི་འདྲའི་ཐོག་ལ་ཡ་ད་ཅིག་རྣམ་པ་ཚོའི་ངོས་ནས་ད་རྒན་ཁྱི་ངན་ཚོའི་ངོས་ནས་འདི་འདྲ་ཅིག་འགྱུར་ཐུབ་ཡ་ལ་ཡ་ད་འཆར་གཞི་དང་དགོངས་གཞི་ག་རེ་རུ་བྱས། ཕྱི་ཟླ་ད
ལྟ། ཁ་སང་ཀོང་སི་སྐྱོང་མཆོག་གིས་ཀ་ཕེར་བ་ད་ལྟ་བོན་ཆས་ལ་བོད་ཀྱི་རྩ་དོན་འདི། ད་ཅི་ནོར་བསྟན་འགོ་ཆེན་པོ་མཆོག་སྐུ་སྒེར་གྱི་སྐུ་ངལ་སྐྱོ་བའི་གྱི་གནས་སྟངས་ཐོག་ནས་རུ་བ་འཛམ་བུ་གླིང་ཡོངས་ལ་དར་ཁྱབ་ཆེ་བར་བོད་བའི་གནད་དོན་དར་ཁྱབ་ཆགས་ཡོད་རེད། ད་ད་ད་ད་ང་རང་ཚོ་ལ་ཚུར་སྐུ་དབང་རྩིས་སྤྲོད་གནང་བྱས་རྗེས་མི་མང་ལ་སྐུ་དབང་རྩིས་སྤྲོད་གནང་ཡོད་ཙང་པ་ལ་འདིའི་ཐོག་ནས་མི་མང་གིས་ཚུར་གཅིག་གཅིག་སོ་སོའི་གྱི་ལས་འགུལ་བྱེད།

འདོད་པ་ཡོད་བ་དང་གཅིག་བྱས་ཐུགས་ཉེ་རིང་དུ་འཛོ་ཚུགས་གཅིག་འཛོམས་བྱས་བྱས་ཚང་མ་ཚ་ཚ་འུར་འུར་ཐོག་ནས་བཀའ་མོལ་བྱས་བྱས་སུ་སུ་ས་གནས་འགྲོ་དུས་ཙམ་པ་ལ་སུ་སུ་སུ་ཡིན་ནས་མ་དོན་བ་ཡིན་ནས་གས་བོད་དོན་ཞུ་གཏུག་ག་ལ་གཅིག་གིས་བཤད་ཐུགས་ཉེ་བྱས་ཐུགས་ཉེ་གཅིག་ང་ཚོའི་སྤྲུན་ཐོས་ཀྱི་འབོད་བརྩོན་ཞུ་གི་འདི་ཙམ་པ་ལ་འདི་ད་ལམ་བཟང་ཡོང་ཐུག་བས་ད་ཁག་པོ་རེད་དེ། དེ་ནས་དགེ་སྡིག་གི་གོ་རྟོགས་འདི་ད་རིང་ཚོགས་འདུ་འདི་གི་ཐོག་ནས་མཇུག་མ་མ་འོངས་པ་ལ་ཡིན་པ་ནས་གི་ད་རིང་གི་ཚོགས་འདུ་འདི་དེ་ང་རང་ཚོ་མི་བརྒྱ་གོ་གཅིག་གནང་ལོ་ལ་བཀའ་མོལ་གནང་བྱས་བཞག་བཞག་ཙམ་མ་ཡིན་པ་ཐད་གཏོང་གཏང་གི་ཡོད་རེད་ལ་ཐད་གཏོང་གཏང་བ་ཙམ་མ་ཡིན་པ་བརྙན་འཕྲིན་གི་བརྒྱུད་ལམ་ཐོག་ནས་དེའི་ཐོག་ནས་མ་རྒྱང་སྲིང་བྱེད་ཀྱི་ཡོད་རེད་དུས་ཚང་མ་མི་མང་ནང་ལོ་ལྟ་འདི་དེ་གནས་ཚུལ་འདི་བོད་ཀྱི་གནས་སྟངས་འདི་རྫ་དྲག་གནས་སྟངས་ཆགས་ཡོད་བ། རྫ་བྲག་གནས་སྟངས་འདིའི་སྒང་ལ། ཨ་ནི་བཙན་བྱོལ་ནང་ཡོད་བའི་བོད་པ་སུ་འདྲ་ཅིག་མེད་ནས་འདི་འགན་ཡོད་བ། རྒན་འདི་བོད་པ་སུ་ཡིན་པ་སུའི་ས་གནས་ལ་སོ་སོའི་ངོས་ནས་ཞུ་གཏུག་བྱེད་དགོས་བའི་འགན་ཡོད་བ་དེ་ཚོ་ཤེས་ཡོན་དགོས་དེའི་ཚོད་པ་འདིའི་ཐོག་ནས་ད་རེས་ཚོགས་འདུ་འདི་དེ་གཞོན་སྐྱེས་ཚོགས་འདུ་རེད། དེ་ནས་ཀྱི་བོད་པ་སུ་ཡིན་ནས་ཀྱི་འདི་འགན་ཡོད་བ་དེ་དེ་ནས་མ་ཐོན་ཡོང་གི་ཡོད་རེད་དེའི་ཚོད་པ་ལ་འདི་དེའི་ད་ལྟ་མི་མང་གི་ད་ལྟ་ལས་རྒྱུ་ཡིན་པ་ཅིག་ཐོག་མ་ཉིད་ནས་ཆགས་བཞིན་ཡོད་རེད་དེ།

ཁྱེད་རང་ཚོ་ཡིན་པས་ན་འབྲི་དུས་པའི་ངོ་བོ་ཐོག་ནས་ཐེངས་མ་གཉིས་སུ་སྤེལ་བར་བ། དེ་ནས་སོང་ཙང། ད་ཁྱེད་རང་ཚོ། ཁྱེད་རང་འབྲི་དུས་པ་ཅིག་གི་ངོ་བོ་རེད་ཨེ་ལྷག་པར་དུ་ད་རྣམ་པ་ཚོ་ཚོགས་འདུ་ཚོགས་བཅར་བ་ཚོ་ངེད་ཚོའི་ནང་ལོགས་ལ་ད་བར་ཚོ་བར་གསེང་དང་འདི་འདྲའི་ནང་ལ་བཀའ་མོལ་ཡོང་གི་རེད་འདིའི་བཀའ་མོལ་འདི་ཚོའི་ནང་ལོགས་ལ་ཨ་ནི་ཚོགས་འདུ་འདི་འདྲའི་ཚོགས་པ་འདི་གིས་ཕན་ཐོགས་གྲོགས་ཅིག། སྒེར་ལ་ཕན་ཐོག་ག་རེ་ཡོང་ཐོག་སྤྱི་ཚོགས་ལ་ཕན་ཐོག་འགྲོ་ག་རེ་ཡོང་ཐོག་ཁྱེད་རང་སྒེར་གི་རེད་ཚོགས་བཅར་བ་གཞན་པ་ཚོས་ཀྱང་བསམ་ཚུལ་ག་རེ་འདོན། ད་ཚོགས་འདུ་དང་པོ་དེ་འཚོགས་བ་ཙམ་གྱིས་ང་རང་ཚོ་དཔེ་དགའ་སོ་ག་ཅིག་ན་ན་དང་པོ་བྷི་ཚའི་ང་ཉིས་སྟོང་ཉི་ས་གཅིག་ནས་རྫུན་ཡིན་ར་ལོ་དང་པོ་དེ་ཏིས་ལགས་སང་ང་ཚོ་ག་རེ་ར་བྱེད་དགོས་ཡོད་ན་ང་ཚོ་བོད་དྲིལ་བསྒྲགས་ལས་ཁུངས་ཀྱིས་ང་ཚོ་ལ་ཅིག་བྱེད་ལ་རྒྱུ་ཡོད་ན་ཨ་འདྲི་བཞིན་ཏིས་ལགས་ཟེར་ར་ཨ་ནི་ད་དེ་ཚོགས་འདུ་ལ་ཡོང་ནས་ཡོད་ར་ཨ་ནི་ད་ང་རང་ཚོ་ཚོགས་འདུ་ཚགས་དུས་རྟག་པ action plan ཅིག་བཟོ་གི་རེད་ད།

གོ་སྐབས་རག། འབྲེལ་བ་ཡག་པོ་བཟོས་ན་རྗེས་མ་སོ་སོ་ལུང་པ་ལོ་རེ་དུས་ཕེནྜ་ཤང་ཧྥ་རན་སི་འོད་ན་བེལ་ཇམ་ཉེ་འོད་དུས་ཡང་ང་རང་ཚོ་མཉམ་དུ་ལས་ཀ་བྱས་ལ། འབྲེལ་བ་བཟོས་ད་བསམ་ཚུལ་ཉན་དེ་ནི་ནི་ཡག་པོ་ཐོང་གི་འདུག། ཏཱ་ར་ལུམ་ལགས་ཁྱེད་རང་ཆ་མཚོན་མེད་ན་ད་རིང་ཚོགས་འདུ་འདིའི་ནང་ད་ཐེངས་མ་གཉིས་པ་ཕེབས་རོགས། ཐེངས་མ་དང་པོ་རེད་འོ་ཁེ་ལགས་སོ་ད་ཐེངས་མ་དང་པོའི་གི་ཉམས་མྱོང་དེ་ཅིག་གསུང་རོགས་གནང་ཁྱེད་རང་གི་ཉམས་མྱོང་རེད་ཨ་ན་ཤེས་ཡ། ཁྱེད་རང་ཚོ་གི་ད་ཁྱེད་རང་མཉམ་དུ་འབྲེལ་བ་ཡོད་ངེས་ཚོད་ཀྱི་བསམ་ཚུལ་ག་འདྲ་འདུག་ཡ། ད་ང་ཚོ་ཚོགས་འདུ་འདི་ལ་ཐེངས་དང་པོ་སླེབས་བས་ནི་ང་ཚོ་ད་ལྟ Speaker གྲ་མང་འདྲ་འདུག་ར་ནི་ལོ་ཆེ་ཆེ་ལོ་ལོ་དེའི་གཞན་པ་མང་པོ་འདུག་ར་ནི་ཁོང་ཚོ་པི་ང་ཚོ་ལ Inspiration ཆགས་ཡོད་རེད་ཁ་སང་ཁོང་ཚོ་ལོ་གཞན་གཞན་ནས་གྲ་མང་འདྲ་བྱས་ཡོད་རེད་ནི་བོད་དོན་སྐོར་ཤུགས་དཔེ་མ་སི་བྱས་ཡོད་རེད་ནི་ང་ཚོ་མཉམ་དུ་ལ་ཕར་ཚུར་ག་འདྲ་ལ Network འདྲ་བོ་ཆགས་ཡོད་རེད་ནི་ཚོགས་འདུ་ཚགས་ཚགས་ནས་ཕར་ཚུར་རོགས་པ་བྱས་ཡོད་རེད Ideas དེ་ཚོ Share བྱས་ཡོད་རེད།

དེ་མཚམས་བཞག་དགོས་འགྲོ་ཆགས་སོང་འདི་སོང་ཙང་རྣམ་པ་གསུམ་ང་ཚོའི་ལས་རིམ་འདི་ནང་ཕེབས་ཤིང་ད་རེས་ཚོགས་འདུ་འདི་དང་འབྲེལ་བའི་ཐོག་ནས་སོ་སོའི་མྱོང་ཚོར་རེད་ཕན་ཡོན་རེད་འདི་ཚོ་སྐོར་ལ་ཡང་ངོ་སྤྲོད་གནང་བ་དེ་ལ་ངས་སྙིང་ཐག་པ་ནས་ཐུགས་ཆེ་ཞུ་ཡ་ཡིན།